ད་ནི་རིག་པ་འདི་རྣམས་ཀྱིས་མཐའ་བཞིའི་སྐྱེ་བ་འགོག་པར་བྱེད་ཅིང་དེའང་ཐོག་མར་གྲངས་ཆེན་གྱི་བདག་ལས་སྐྱེ་བར་ཁས་ལེན་ལ། བདག་ལས་སྐྱེ་བ་ཞེས་པའི་དོན་ནི་དངོས་པོ་རྣམས་རྒྱུའི་དུས་ན་ཡོད་པ་ཁོ་ན་སྐྱེ་བ་ལས་རྒྱུའི་དུས་སུ་མེད་པ་ནི་མི་སྐྱེ་སྟེ། འདིའི་དོན་དག་འདི་སྔོན་ལ་ཡང་ང་ཚོས་ཐེངས་མང་ཁ་ཤས་བཤད་ཟིན་པ་རེད་མདོར་ན་ནི་བདག་སྐྱེ་ཟེར་བ་དེ་གྲངས་ཆེན་པ་ཁས་ལེན་གྱི་རེད། འོ་ན་བདག་བསྐྱེད་ཀྱི་དོན་དག་ག་རེ་ལབ་ན་དངོས་པོ་རྣམས་རང་གི་རྒྱུ་ཡི་དུས་སུ་ཡང་ཡོད་རེད་ཟེར་བ་དེ་བདག་བསྐྱེད་ཁས་ལེན་ཚུལ་རེད་ཟེར་གྱི་ཡོད་པ་རེད། ཨ་ནི། དེ་ལ་ཁོ་རང་ཚོ་གི་དཔེ་ག་རེ་བཞག་པ་རེད་ལབ་ན་དུས་ལ་དུས་མར་སྔར་ནས་ཡོད་པའི་རྒྱུ་མཚན་གྱིས་དུས་མར་འབྱུང་བ་ཡིན་ལ་ཕྱི་མ་ལ་དུས་མར་སྔར་ནས་མེད་པའི་རྒྱུ་མཚན་གྱིས་མི་འབྱུང་བ་བཞིན་ནོ། སྔ་སོ་དུས་ཟུར་བ་ཡིན་ན་ནང་ལོགས་ནས་སྣུམ་འབྱུང་གི་ཡོད་པ་རེད། ཕྱི་མ་ཟུར་བ་ཡིན་ན་ནང་ལོགས་ནས་སྣུམ་འབྱུང་གི་མ་རེད། ཨ་ནི་རྟུལ་ཚོར་བ་ཡིན་ན་ནང་ལོགས་ནས་སྣུམ་འབྱུང་བ་སྟེ། ཨ་ནི་རྟུལ་མ་ཚོར་བའི་སྔོན་ནས་བཟུང་སྟེ་རྟུལ་གྱི་གནས་སྐབས་ཐམས་ཅད་དུ། མར་ཡང་ན་སྣུམ་ཡོད་པ་རེད། ཡིན་ཙང་གོ་ཚོར་བ་ཡིན་ན་འབྱུང་གི་རེད། ཕྱི་མ་ལ་སྔར་ནས་སྣུམ་མེད་པ་ཡིན་ཙང་ག་ཚོད་ཚོར་ན་ཡང་སྣུམ་འབྱུང་གི་ཡོད་པ་མ་རེད། འོ་གོ་རང་ཚོ་དཔེ་དེ་འདྲ་ཅིག་བཤད་པ་རེད། ཨ་ནི་དེ་འགོག་པ་ལ་རིག་པ་བཞི་གསུངས་པ་རེད། རིག་པ་བཞི་དེ་གང་རེད་ལབ་དུས་དངོས་པོ་རྣམས་ཆོས་ཅན། སྐྱེ་བ་དོན་མེད་དུ་ཐལ། རྒྱུ་ཡི་དུས་སུ་གྲོལ་ཟིན་པའི་ཕྱིར། འདིའི་རིག་པ་འདི་ང་ཚོ་སྔོན་ལ་བཤད་ཟིན་པ་རེད། མདོར་ན་ག་རེ་ལབ་དགོས་ཡོད་པ་རེད་ལབ་ན་འབྲས་བུ་ག་འདྲ་ཅིག་ཡིན་ན་ཡང། ཁོ་སྐྱེས་པ་དེ་ལ་ཨ་ནི་དགུ་པ་དགུ་བདུན། འང་དེ་འདྲ་ཅིག་ཡོད་རེད་བ། དེང་སང་ཁྱེད་རང་ལྟར་ན་དགུ་བདུན་གང་ཡང་མེད་པར་ད་ཁོ་རང་སྔོན་ནས་གྲུབ་ཟིན་པ་རེད་བ་ཟེར་ལབ་དུས། ཨ་ནི་དེ་འདྲ་བ་དེ་ལ་འགལ་བ་བརྗོད་པའི་ཐལ་འགྱུར་ཟེར་ལབ་གི་རེད། དེ་ནས་གྲངས་ཅན་པའི་ཚུར་ལན་ག་རེ་བརྒྱབ་པ་རེད་ལབ་ན་རྒྱུ་ཡི་དུས་སུ་གྲུབ་ཟིན་ཀྱང་སྐྱེ་བ་དུ་མས་པ་མི་དགོས་ཞེ་ན་སྐྱེ་བ་དུ་མེད་དུ་ཐལ། གྲུབ་ཟིན་ཀྱང་སྐྱེ་བའི་ཕྱིར་ཞེས་བ་ནི་རྒྱུ་མཚན་ཚང་བའི་མགོ་སྙོམས་སོ། ཨ་ནི་ཁོ་རང་ཚོ་ལན་དེའི་དོན་དག་ག་རེ་ལབ་ན་མྱུ་གུ་ལྟ་བུ་དེ་ཨ་ནི་རྒྱུ་ཡི་དུས་སུ་ཡོད་པ་རེད་དེ་ཡང་སྤྱིར་སྐྱེས་ན་དུ་མས་པ་ཆགས་ཀྱི་མ་རེད།

ད་ནི་སྐབས་དེའི་སྐྱེ་བ་ཐུག་མེད་དུ་མི་འགྱུར་ཏེ་འབྱིན་གོང་གི་གནས་སྐབས་སུ་བུམ་པ་ནི་ཡོད་ལ་མངོན་པར་གསལ་བའི་བུམ་པ་མེད་པས་དེ་གཉིས་ལ་མངོན་པར་གསལ་བ་དང་མ་གསལ་བའི་ཁྱད་པར་ཡོད་ཟེར་ན། སྐྱེ་བ་ཐུག་མེད་དུ་ཆགས་ཀ་མ་རེད། ག་རེ་ལབ་ན། ཨ་ནི་ང་ཚོ་འབྱིན་པ་རྫ་མ་དང་བུམ་པ་བཟོ་བྱེད་ཀྱི་འདམ་བག་གི་སྐབས་སུ་བུམ་པ་ཡོད་རེད། བུམ་པ་དེ་ངོམས་པར་ཟེར་ཡོད་མ་རེད། བུམ་པ་དེ་ངོམས་པར་ཟ་བ་ལ་བུམ་པ་སྐྱེ་བ་ཟེར་གྱི་རེད། འོ་དེ་འདྲ་གི་ལན་བརྒྱབ་པ་ཡིན་ན། ནི་འཇིམ་སྐུང་གི་གནས་སྐབས་ན་ངོམས་པར་མ་བཟོ་བའི་བུམ་པ་ཡོད་དོ་བྱས་པ་ནི་རྩ་བའི་བགྲོད་བྱ་དང་ཚོང་བའི་བགྲོད་བྱ་བགྲོད་བྱེད་ཚོང་པ་ཡིན་ནོ། ཁྱེད་རང་གིས་ལན་དེ་འདྲ་བརྒྱབ་ན་འགྲིག་གི་མ་རེད། ག་རེ་ལབ་ན། འཇིམ་སྐུང་གི་གནས་སྐབས་སུ་བུམ་པ་ཡོད་པ་དེ་ཁྱེད་རང་གི་བགྲོད་བྱ་གཙོ་བོ་དེ་རེད། དེའི་ནང་བཞིན་དུ་འཇིམ་སྐོང་གི་གནས་སྐབས་སུ་མངོན་པར་གསལ་བའི་བུམ་པ་ཡོད་སྟངས་མེད་དེ་ཡང་བསྒྲུབ་བྱ་ཆགས་བསྡད་ཡོད་པ་རེད་མ་གཏོགས་དེ་བསྒྲུབ་བྱའི་ཆགས་པ་མ་རེད་ག་རེ་ལབ་ན། འཇིམ་སྐོང་གི་གནས་སྐབས་སུ་བུམ་པ་ཡོད་ན་མངོན་པར་གསལ་བའི་བུམ་པ་དེ་ངེས་པར་དུ་ཡོད་དགོས་རེད་ཟེར། འོ་དེའི་དོན་དག་རེད། དེས་ན་ཕྱི་ནང་གི་དངོས་པོ་རྣམས་ཆོས་ཅན་བདག་ལས་མི་སྐྱེ་སྟེ་ཡོད་པའི་ཕྱིར་ཞེས་པ་ནི་གཞན་ལ་གྲགས་ཀྱི་རྗེས་དཔག་གི་རྟགས་དང་འདི་ལ་གཞན་གྲགས་ཀྱི་རྟགས་ཀྱང་ཟེར་གྱི་རེད་གང་ལྟར། འདིའི་སྐབས་ཀྱི་གཞན་ལ་གྲགས་ཟེར་བ་དེ་ལ་འགྲེལ་བཤད་རྒྱག་ཚུལ་མ་འདྲ་བ་མང་པོ་ཡོད་པ་རེད། ཡིན་ན་ཡང་ཤེས་བྱ་ཀུན་ཁྱབ་ཀྱི་རང་ལུགས་གཞིར་བཞག་པ་ཡིན་ན་འདིའི་སྐབས་ཀྱི་གཞན་གྲགས་ཟེར་བ་དེ་གཞན། ནི་ཕྱི་རོལ་གྲངས་ཅན་པ་དང་ཆེ་གྲགས་སྨྲ་བ་མདོ་སྡེ་པ་ལ་སོགས་པ། ནི་དངོས་སྨྲ་པ་རྣམས་ལ་གྲགས་པ་རེད། མ་གཏོགས་དལ་འབྱོར་པ་རང་ལུགས་ལ་ཨ་ནི་ཕྱི་ནང་གི་དངོས་པོ་རྣམས་ཡོད་དང་མེད་ལ་སོགས་པའི་ཁས་ལེན་གང་ཡོད་པ་མ་རེད་ཟེར་བ་འོ་དེ་འདྲ་གི་དོན་དག་ལ་འགྲེལ་བཤད་རྒྱབ་ཀྱི་ཡོད་པ་རེད་དེ་ནས་གཞིས་ཆགས་ཀུན་ཁྱབ་ཀྱི་གཞུང་གི་ནང་དུ་འདིའི་རྗེས་སུ་ཡང་རང་སྡེ་ཆེ་གྲགས་མོ་བ་དང་མདོ་སྡེ་བ་ལ་སོགས་པའི་རང་བཞིན་གྱིས་གྲུབ་པ་ཁས་ལེན་པ་ལ་དལ་འབྱོར་པའི་དགག་པ་ཇི་ལྟར་གཏོང་ཚུལ་གྱི་སྐོར་ལ་སྦྱར་ནས་ཡང་བརྟག་འདི་ཞེས་རེ་རེ་ནས་ཨ་ནི་ངོ་སྤྲོད་ཟབ་པོ་བྱས་འདུག་ཡིན་ན་ཡང། ཨ་ནི་གྲངས་ཅན་པ་ལ་དགག་པ་གཏོང་ཚུལ་འདི་ལ་རིགས་འགྲེ་སྦྱར་བ་ཡིན་ན་འདིའི་འོག་མ་དེ་དག་ཀྱང་ཧ་གོ་ཐུབ་པ་དེ་འདྲ་ཞིག་རེད། ཡིན་ཙང། དེ་རིང་གི་ང་ཚོ་སློབ་ཚན་ནང་དུ་དེ་དག་རེ་རེ་ལ་འགྲེལ་བཤད་མི་སྦྱར་བར་བྱས། དེ་དག་ཐམས་ཅད་ལ་འགྲེལ་བཤད་སྦྱར་པ་ཡིན་ན་ཧ་ཅང་མང་དྲགས་འགྲོ་བ་དེ་འདྲ་ཞིག་རེད། ཨ་ནི་ཁྱེད་རང་ཚོ་འདིའི་སྒང་གི་ཚང་མ་ཤི་དང། རྟགས་བཞི་དེ་ནི་ངོས་འཛིན་བྱེད་སྟངས་ཀྱི་རྐང་ལག་གསར་བོ་མ་ཆགས་པ་དེ་འདྲ་བྱུང་བ་ཡིན་ན་ང་ཚོ་སློབ་ཚན་རྗེས་མ་དང་ཡང་ན་འཛིན་གྲྭ་དངོས་སུ་འཚོགས་པའི་སྐབས་སུ་ང་ཚོ་ཕན་ཚུན་ལ་དྲི་བ་དྲིས་ལན་བྱེད་རྒྱུ་འོ་དེ་འདྲ་ཞིག་ཡིན། ད་ནི་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་ཞིག་ནས་མཚམས་བཞག་རྒྱུ་བྱེད་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།